ཐོག་མར་ས་བཀྲ་འདི་བསྐྱེལ་ཟེར་བ་ཡིན་ན་འདི་བོད་ཀྱི་རྒྱ་ས་ལྷ་ས་བསྐྱེལ། འདི་ཀོང་པོ། རྩེ་ལྷ་སྒང་བསྐྱེལ། དེ་ལས་འགྲོ་བ་ལས་ལ་འགག་གི་རྒྱང་ཐག་སྟེ། ཀི་ལོ་མི་ཀྲེར་བཞི་བརྒྱ་ཉེ་གི་རྩ་བརྒྱད་མོ་ཀྲ་ཆུ་ཚོད་ལྔ་དང་ཕྱེད་ཀ། ལྷ་ས་ནས་ཤར་ཕྱོགས་ཀོང་པོའི་ཡུལ་ལྷོད་འགྲོ་དགོས་རེད། འདི་ད་ལྟ་ཀོང་པོ་གི་ད་ལྟའི་བ་འདྲ་བོ་དེ་ད་ལྟའི་ཆ་ལ་ཉེར་ཁྲི་ཙུག་ཡོད་རེད་བ། ཉེར་ཁྲི་གྲོང་ཁྱེར་གྱི་ལྟེ་བ་དེ་བཅད། དེ་ནས་མ་རྩེ་ལྷ་སྒང་ལ་ཕྱིན་པ་ཡིན་ན། མོ་དགྲ་ཆུ་ཚོད་གཅིག། ལྷག་ཚེ་གཅིག། གང་ལྟར་ཀི་ལོ་མི་ཀྲི་སུམ་སོགས་སོང། འདི་དེང་སང་གི་དབང་དུ་བྱས་པའི་ཉི་ཁྲི་གྲོང་ཁྱེར་ཁོངས་ཐོག་གི་རྫོང་ཁག་ཟེར་ན་རེད་དཱ་ཉི་ཁྲི་གྲོང་ཁྱེར་ཟེར་དེ་ཁྱོན་ཡོངས་ཀྱི་ས་དགྲ་འདྲ་བོ་རེད་ཤག་འདི་ནང་ལོགས་ནས་འདི་དེང་སང་ཀོང་པོ་རྒྱ་མདའ་རྫོང་ཟེར་དེ་ཁྱེད་དེ་ནས་འདི་ང་ཚོའི་སྤོ་བྲ་མོག་ཟེར་དེ་སྤོ་མེད་རྫོང་ལགས་འདུག་དེང་སང། པོ་བཀྲ་མོག་བཟས་ཏེ་དེ་རེད་ད་འདི་རྫ་ཡུར། འདི་མེ་ཐོག་རྫོང། འདི་སྨིན་གླིང་རྫོང། འདི་སྣང་རྫོང། འདི་བག་ཡིབ་ཟེར་ནས་ད་ལྟ་གྲོང་ཁྱེར་ལྟེ་བ་ཡོད་དེ་ཟེར་དེ་འདི་རེད། ད་ལྟ་རྩེ་ལྷ་གང་ཡོད་ཟེར་དེ་ཡང་འདི་ཆགས་དེ་ཡོད་རེད། དེ་ནས་རྒྱ་མདའ་རྫོང་ཟེར་དེ་ཡག་གི།

རྒྱ་སྐད་ལ་དཔག་ཡས་ལ་ཡོད་དོ་ང་ཚོ་བོད་སྐད་ཀྱི་བག་ཡོད་ཟེར་དེ་བར་སྒྲ་ཉོན། འོ་དེ་གི་ཁོང་ལ་ཡོད་རེད་ཟེར། དེ་ནས་ང་ཚོ་ཐད་ཀར་རྩེད་ལྷ་སྒང་ལ་ཕྱིན་པ་ཡིན་ན། འོ་འདི་ཅི་ཟེར་ཤོད་དུ་ད་འདི་རྩེད་ལྷ་སྒང་འདི།

ཡག་གོ་ས་ཡི་ཆགས་སྡང་གཅིག་སྟོན་གྱི་ཡོད་རེད་ལ། རྩེ་ལག་སྒང་ལ་ཐོག་མར་ཀརྨ་བཀའ་བརྒྱུད་ཀྱི་རྐང་ཚང་གི་དགོན་པ་བཏོད་པ་དང་དེ་རྗེས་སུ་ཟེར་ན་རེ་ད་གཙང་པ་ཀའི་དུས་སུ་རྩེ་ལག་རྫོང་བརྩེགས་ནས་གཡོན་དགའ་ལྡན་ཕོ་བྲང་གི་སྐབས་སུ་ཡིན་ན་མུ་མཐུད་རྫོང་གི་འོག་བྱས་ནས་བསྡད་ཡོད་ཟེར་བ་དེ་ཡིན་དུས་གནའ་སྔ་མོ་གི་ད་རྫོང་མང་པོ་བཅས་འདི་འདྲིག་གི་རི་སྣ་དང་རི་གདོང་དང་ཡག་སྒང་དེ་འདྲ་ལ་བརྩིགས་ཡོད་རེད་བ། ས་ཆ་དེའི་སྟོང་ལོ་ཚད་རྒྱ་ཆེར་བཏང་ནས་བལྟས་ཡ་ཡིན་ན། ད་ལྟ་རྩེ་ལག་སྒང་ཟེར་གྱི་ས་ཆ་དེ་འདི་ཡོད་རེད། འདི་ནས་མ་ཁྱོད་ཀྱིས་ཡོང་གི་འདུག་འདི་ག་རེད་ཟེར་ན་ད་ཉང་ཆོས་ཟེར་དེའི་ཆ་དེ་ཡོད་རེད། ཉང་ཆུ་བསྲེས་ཏེ་རྐོང་བུ་འཇམ་མདའ་ནས་ཀྱི་རྐོང་བུ་ཉོ་ཁྲི་ནས་ཀྱི་ནི་ཏཱ་མ། ཕ་རྗེ་ནུབ་བྱང་ནས་ལྷོ་ཤར་སེང་རྟ་ལྷོ་ལ་མ་བབས་ཡོང་གི་ཡོད་རེད། ཉང་ཆུ་དེ་ཁ་གྲམ་ནས་དུམ་བུ་འདྲ་བ་ཁ་ཤས་ཀྱི་ནི་མ་བབས་ཡོང་གི་འདུག་ཨ། དེ་ཚོ་གི་བར་སྟོང་དེ། ས་བེད་མེད་ཀྱི་ཞལ་ཐང་འདྲ་བོ་ས་རྒོད་འདྲ་བོ་དེ་འདྲ་མ་རེད་དཱ། ད་ལྟའི་ཁའི་དཔའ་རོགས་ལས་ཞིང་ཁ་དང་གླིང་ཁ་སྤུས་དག་ཞིབ་ཡོད་ལེ་རེད་ཞིང་ཁ་དེ་ཚོའི་ཟུར་ལས། ཨ་ནི་ཁམ་བུ་གི་ཤིང་དེ་ཚོ་ཁམ་བུ་མེ་ཏོག་དེ་ཚོ་ཤར་ཞིང་ཁ་དེ་ཚོ་ཡིན་ན་ད་ལོག་ཅིག་ལེ། སྟོན་ཐོག་ཐེ་མ་གཉིས་གསུམ་དེ་འདྲའི་སྐྱེ་སར་ས་ཆ་རེད་བ་དེ་ཚོ། ད་ལུང་གཤོང་དེ་རྒྱ་ཆེན་པོ་ཆུ་དེ་ཚོ་གི་དཔའ་རོགས་ལས། གླ་ཡོད་དེ་ཚོས་འདི་འདྲའི་འདྲ་མིན་འགྲོ་བསམ་ས་དེ་འདྲའི་གི་སྐྱིད་པོ་ཞིབ་ཡོད་ལེ་རེད་དཱ།

ཡར་ལངས་གཙང་པོ་འདུག། མ་བཀྱག་ཡུང་ལོ་ཤལ། ང་ཚོ་འདི་ནས་ཡར་པར་བཀྱག་གི་ཡོད་རེད། ད་རྩེ་ལག་སྒང་དེ་བསྡད་ཡོད་པ་ཅེས། གནམ་ཐག་ཁ་ཤས་ཀྱི་ནང་ལོགས་ལས་རོ་བི་རྡོག་ཅེས་གནམ་ཐག་ཁ་ཤས་ཀྱི་ནང་ལོགས་ལས་ཀོང་ཡོ་དྲན་ནཱ་ལས་རྩེ་ལག་སྒང་གི་དགོན་པ་བཏབ་ཟེར་དེ་འདྲས་ཡོང་གི་འདུག་ཨ། དེ་ལ་བརྟེན་ནས་ཀོང་ཡོ་དྲན་ནཱ་དང་རྩེ་ལག་སྒང་གཉིས་དོན་གྱི་མིང་གི་རྣམ་གྲངས་རེད་ཟེར་ན་དེ་ཡང།

མཚན་བླ་དྭགས་འདྲ་བ་གཅིག་དགོས་ཟེར་བ། རྩེ་ལྷ་སྒང་དགོན་པ་ཟེར་ཡོང་དུས་རྩེ་ལྷ་སྒང་ཟེར་དེ། སྒང་ཟེར་ཁོ་རང་རང་གི་དེ་ས་མིང་ཞེ་དྲག་པ་གཅིག་ཡིན་པ་དེ་གོ་ཐུབ་ཡོད་འདྲ་བ་གཅིག་འདུག་བ། སྤྱི་བཏང་གི་ཀོང་ཡུལ་བྲེ་སྣ་ཟེར་དེ་སྟོང་ཡིག་རྙིང་གི་ནང་ལོགས་ལ་ཡོད་བསྡད་པའི་ད་ས་མིང་སྐྱོབ་གྲྭ་ཆེན་པོ་གཅིག། ས་མཚམས་བདེ་འཚམས་ཆེ་བས་ཀྱི་ས་མའི་སྐད་བརྡ་ཆེན་མོ་གཅིག་ཆགས་བསྡད་ཀྱི་འདུག་བ། ད་དེ་གའི་ངོས་འཛིན་བྱེད་སྟངས་ལས། བལྟས་ཚེ་བལྟས་ཚད་མི་མཐུད་པ་ཡོང་གི་ཡོད་རེད་དེ། ད་དེང་སང་གི་ཀོང་པོ་གི་ས་མིང་ལ་སོགས་པ་འདི་འདྲའི་གི་ཐོག་ལ་ད་ཞིབ་འཇུག་གནང་མཁན་ཕུབ་རྡོ་རྗེ་ཁོ་རང་ཚོ་གི་བཤད་སྟངས་དེ་ཡང་ཡིན་ན། ཡང་ཀོང་ཡོ་དྲེ་སྣ་ཟེར་ཡོད་དེ། འདི་བ་གཅིག་ལ་ངོས་འཛིན་བྱེད་ཀྱི་འདུག་དྲན་ནས་སེ་ཡ་གི་ཐོག་ས་ག་གཅིག་གིས་ན་རི་གདོང་འདི་དང་འབྲེལ་བ་ཡོད་སྲིད་པ་རེད། ཡིན་ན་ཡང་དྲན་ནས་གྲོང་ཚོ་དེ་འདི་འདི་བ་གཅིག་ཡོད་རེད། དྲན་ནས་སེ་གི་རེད་དྲན་ནས་སེ་གི་རེད་དྲན་ནས་ཨ་གི་པི་ཡུ་གི་ན་དྲན་ནས་སེ་དེར་ཀོ་ད་སྐད་མང་པོ་ཡོད་རེད་ག་འདི་དེ་ཡང་ལོ་རྒྱུས་ཀྱི་ཐོག་ལ་ས་མིང་དེ་མང་པོ་བཏོན་འདུག་གི་རེད་བ།

བྲག་བརྐོས་རི་མོ་ཡིན་ན་ཁྱེད་ལ་གི་འདུག་བསམས་སོང། གཡུ་འབྲོང་འཛིན་དེ་དེའི་མདའ་རྩེ་ཡོད་ས་དེ་ཡིག་ཁོག་ཏུ་ཁྱེར་རེད་ད་དེ་ཚོ་དེ་ཤི་རག་གི་རྒྱ་ཆེན་པོ་དང་ལོ་རྒྱུས་ཀྱི་དོན་གལ་ཆེན་པོ་ཆགས་ཡོད་ས་རེད་དེ་ད་ལྟ་ཤོད་ཐུབ་གི་མ་རེད་བ། ད་ལྟ་ད་ཉེ་འཁྲིས་གྲོང་ཁྱེར་བག་ཡོད་རྫོང་དཀར་ལ་ཁུག་ན་དེ་གི་སྟེང་རིང་ར་བ་ད་འདི་ཆགས་དེ་ཡོད་རེད་ད། ལྷ་ས་ནས་མ་ཡོང་ནས་ང་ཚོ་འདི་ནས་ཡོང་དགོས་ར་བ་ཀོང་པོ་རྒྱང་ན་ནས་མ་ཡོང་འདི་བ་ལོས་དེ་དག་གོ་ཉེ་ཁྲི་གྲོང་ཁྱེར་གི་ལྟེ་བ་དེ་ནས་སླེབས་འགྲོ་གི་རེད་ནས་འདི་བ་ནས་འདི་བ་བྱེད་འདི་བྱེད་འདི་བ་ནས་ཡ་སེ་སྐྱེན་ལགས་ལ་ཡ་འཛུལ་འགྲོ་གི་ར་བ་ལྷ་ས་ནས་མ་ཁམས་ལ་ཡོང་དུས།

རྩེ་ལ་དགང་སྟེ་བོད་ཀྱི་ལོ་རྒྱུས་ཐོག་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་འདུག་སྐད་གྲགས་ཆེན་པོ་འདྲ་བ་ཞིག་ཆགས་བསྡད་པ་རེད་དེ་མང་པོ་མཐོང་མྱོང་དང་གོ་མྱོང་ཡོད་རྒྱུ་རེད་ལོ་རྒྱུས་ཀློག་ཡོང་བའི་སྐབས་སུ་ཡིན་ན་རེད་དང་རྣམ་ཐར་དེ་ཚོ་ཀློག་ཡོང་བའི་སྐབས་སུ་ཡིན་ན་རེད་མང་པོ་གོ་མྱོང་ཡོད་རྒྱུ་རེད་དེ། ཀོང་པོ་གི་ནང་ལོགས་ལ་ཡོད་པ་ཙམ་གྱིས་མ་གཏོགས་ཡང་ཀོང་པོ་ནང་ལོགས་ནས་ཞེ་དྲག་མ་ས་བྲག་གི་སྟོང་འདི་འདྲའི་མཛུག་བཙུགས་ཐུབ་མཁན་དེ་མང་པོ་རང་ཡོད་རྒྱུ་མ་རེད་བསམ་གྱི་འདུག། དེ་ཡིན་དུས་ངས་གཙོ་བོ་དེ་དེ་ཡིན། རྩ་བའི་ཀོང་པོ་ཁའི་ལུང་པ་དེ་ལས། བོད་བཙན་པོའི་སྐབས་སུ་ཡིན་ན་ཀོང་དཀར་པོ་རྒྱལ་དང། མྱང་ཙུའི་གླང་རྒྱལ་སྲས་དེ་འདྲ་གི་ད་བརྒྱ་ཕྲེང་དེ་འདྲའི་དབང་བརྒྱུད་བསྡད་པའི་སྐོར་དེ་གསལ་གི་ཡོད་རེད་བ། དེ་ནས་བོད་སིལ་བུའི་སྐབས་སུ་ཀོང་པོ་ཨ་རྒྱལ་རྒྱལ་པོ་སྲས་དེ་གི་དབང་བརྒྱུད་བསྡད་པའི་བཟོ་འདྲ་བྱས་བཤད་གི་འདུག་དེ་ལྟའི་ཁུངས་འདྲ་བ་ག་ཚོད་ཡོད་ངས་མི་ཤེས།

རྩེ་ལ་སྒང་གི་རྫོང་ད་གཙང་པ་ཡིན་ན་རེད་རྐང་ཚང་ཡིན་ན་རེད་དེ་ཤུགས་རྐྱེན་དེ་མེད་པ་ཆགས་པའི་རྗེས་སུ། ཨ་དེ་ནས་ཡར་བརྩིས་པའི་ད་ལོ་ཉེར་ཤུ་སུམ་ཅུ་ག་ཚད་ཡིན་ན་ཕྱི་ལོ་གཅིག་སྟོང་དྲུག་བརྒྱ་དྲུག་ཅུ་རེད་ཡར་སོང་གི་བར་དུ་ལོས་ད་ཡོད་ལུང་པ་འདི་ལས་ཡང་ཤུགས་རྐྱེན་ཆེ་ཤོས་དེ་ཕན་བདེ་ལགས་རང་ཆགས་རེད་བ། ཕན་བདེ་སྤྲུལ་སྐུ་ཤཱཀྱ་ལྷ་དབང་གིས། ཨེ་ནི་ཀོང་པོ་གི་ཕྱོགས་དེ་ལ་དབང་བསྒྱུར་ནས་ད་ལོ་ཉེར་གསུམ་གྱི་དཀྱིལ་ལྟ་ཤུགས་ཀྱིས་ཕྱི་བཤོལ་དེ་བྱ་བ་རེད། དེའི་རྗེས་སུ་རྟ་ཡོས་ལུང་པ་འདི་ནི་རྫོང་མང་པོ་བཙུགས་ནས། ཨེ་ནི་ཞོགས་ཁ་རྫོང་གྱོ་མོ་རྫོང་སྐྱེ་ཆེན་རྫོང་གཉིས་གཉིས་རྟ་རྫོང་དབྱེ་མང་པོ་བཙུགས་ནས་ཨེ་ནི་སྡེ་བ་གཞུང་གིས་ཐད་ཀར་རྫོང་དཔོན་བཏང་ནས་དབང་བསྒྱུར་བསྡད་ཡ།

ད་འདི་དཔའ་རྒྱལ་ཡར་ལངས་གཙང་པོ་གི་རྒྱུན་ནས་རྩེ་ལྷ་སྒང་ཕྱོགས་ལ་ཡར་བར་རྒྱང་ཕིན་ས་རེད་བསམ་འདུག་ད་འདི་ཡང་དེ་ཁྱོད་གཉིས་ཀྱི་སྡོམ་ས་གི་ས་ཆ་དེ་བར་རྒྱག་ཡི་ཐུག་ཀྱི་རེད་ཤག་འདི་མི་ནས་ཡར་བར་རྒྱང་ཐུག་རེད་ཤག་རྩེ་ལྷ་སྒང་ཕ་རྒྱལ་འདི་རེད་ཤག་བསམ་འདུག།

རྩེ་ལྷ་སྒང་ཟེར་ནས་ས་ཆ་དེ་ཐོག་དགོས་ཡ། ས་ཆ་དེར་མིང་ཐོག་དང་འདྲ་བ་དེ་རྡོ་སི་རེད་འདུག་ད་ཏན་ཏན་དེ་ས་ཆ་འདི་དབྱིན་ཡོན་ལ་གནས་རི་དང་གནའ་ཤུལ་ལ་སོགས་པ་ད་དེ་འདྲས་ཀྱི་ཤེས་ན་རྫོགས་ཡ་མེད་པ་དེ་ཞི་བ་གཅིག་གོ། ཤེས་ཡ་འདུག་ཡིན་ན་ཡང་དེ་ཚོ་ཤེས་ཐུབ་ཡ་དང་ཨ་ནི་དེ་བསྡད་ཀྱི་མི་འདུག་ཨ་དེ་འདྲས་འདྲ་བ་ཅིག་ཡིན་ཚང་མ་ལ་བཀྲ་ཤིས་བདེ་ལེགས།